རང་ལོ་ཉི་ཤུ་རྩ་བདུན་ཡིན་པའི་དགེ་འདུན་པ་བློ་བཟང་བསོད་ནམས་ནི་སྐྱིད་སྡུད་དགོན་གྱི་གྲྭ་བ་ཡིན་ཞིང་ཕ་ཡུལ་རྔ་བ་བོད་རིགས་རང་སྐྱོང་ཁུལ་རྔ་བ་རྫོང་རོང་དཀར་སར་ཡུལ་ཚོའི་རུ་ཆེན་གཉིས་པ་ནས་རེད། སྤྱི་ལོ་ཉིས་སྟོང་བཅོ་ལྔ་ཟླ་བ་དགུ་པའི་ཚེས་བཅུ་གཅིག་ཉིན་ཉེན་རྟོག་པས་དགེ་འདུན་པ་ཁོ་རྔ་བ་རྫོང་མཁར་ནས་གང་བྱུང་འཛིན་བཟུང་བཀག་ཉར་བྱས་རྗེས་དུས་ཡུན་ཟླ་བ་བཅུ་བཞི་ཙམ་རིང་ཁོང་འཛིན་བཟུང་བཀག་སྐྱིལ་གྱི་བརྡ་ལན་ཙམ་ཡང་མ་སྤྲད་པས། ནང་མི་ཚོའི་དགེ་འདུན་པ་ཁོང་ག་ཁྲི་ཅི་བྱས་ཀྱི་གནས་ཚུལ་ཤེས་རྟོགས་ཐུབ་མེད། སྤྱི་ལོ་ཉིས་སྟོང་བཅུ་དྲུག་ཟླ་བ་བཅུ་གཅིག་པའི་ཚེས་དགུ་ཉིན་དགེ་འདུན་པ་བློ་བཟང་བསོད་ནམས་ནི་དྲྭ་ལམ་དུ་བོད་དོན་དང་འབྲེལ་བའི་པར་དང་ཡི་གེ་བསྐུར་བ་དང་གནས་ཚུལ་ཁྱབ་བསྒྲགས་བྱས་པའི་བསྙོན་འཛུགས་འོག་ཏུ་མི་ལོ་དྲུག་གི་ཁྲིམས་ཐག་བཅད་འདུག། དགེ་འདུན་པ་ཁོང་ལའང་རྒྱལ་ཁབ་ཀྱི་གསང་བ་ཕྱི་རྒྱ་ཟེར་བའི་བསྙོན་འཛུགས་བྱས་ཡོད་ངེས་རེད། ནང་མི་བསྙོན་འཛུགས་དེ་ནི་བོད་ནང་དུ། རྒྱ་ནག་དམར་ཤོག་སྲིད་གཞུང་གི་དྲག་གནོན་གྱི་སྲིད་ཇུས་ལ་སྐྱོན་བརྗོད་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་གནང་མཁན་ཚོ་གང་བྱུང་བཀག་སྐྱིལ་བྱེད་ཐབས་སུ་བེད་སྤྱོད་གཏོང་མུས་རེད། དགེ་འདུན་པ་བློ་བཟང་བསོད་ནམས་ཁྲིན་ཏུའུ་མེ་ཡན་བཙོན་ཁང་ལ་བཙོན་འཇུག་བྱས་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་བཅུ་པའི་ནང་ཁོང་བཙོན་འཇུག་གི་དུས་ཡུན་ཚང་ནས་ཀློད་གྲོལ་གཏོང་དགོས་ཡོད། ཆབ་སྲིད་རྩོམ་པ་ཚོར་གདུང་སེམས་མཉམ་སྐྱེད་དང་ཁོང་ཚོའི་གནས་སྟངས་ཤེས་རྟོགས་ཡོང་བའི་ཆེད་དུ་ཁྱབ་བརྡལ་གང་མང་གནང་རོགས།